འགྲེལ་བཤད་སྐྱོན་བཤད་པ་དེས་དེ་སོ་སོ་ཡིད་བཞིན་གྱི་ཐོག་ནས་ལག་ཏུ་བླངས་ཆེད་སྒོམ་ཡོད་འདུག་ཙང་ནས་དངོས་སུ་རང་སོ་སོའི་སེམས་རྒྱུད་ཀྱི་ཉོན་མོངས། འདོད་པའི་ཉོན་མོངས། ཞི་རགས་ཀྱི་རྣམ་པ་ཅན་གྱི་ལམ་སྒོམ་གྱི་མེད་སྒོམ་དགོས་ཡ་མི་འདུག་བདག་མེད་པའི་ལྟ་བ་སྒོམ་པའི་རྐྱེན་གྱིས་འདོད་པའི་ཉོན་མོངས་དེ་ཧ་ལམ་ཧ་ལམ་ཅིག་མངོན་གྱུར་བ་མགོ་ནམ་པའི་སོར་བཞི་ཡོང་སྡད་ཀྱི་འདུག་ག། བྱང་ཆུབ་སེམས་བསྒོམ་ནི་དེ་ཡི་སྒོ་མི་འདུག་ག། བྱང་ཆུབ་སེམས་བསྒོམ་ནི། རང་གཅེས་འཛིན་དེ་ཤུགས་ཆུང་རུ་ཕྱིན་ནས་དེས་རྐྱེན་པས་རང་གཅེས་འཛིན་གྱི་དབང་གིས་སེམས་ལ་དངངས་སྐྲག་སྐྱེ་ཡ། འཇིགས་སྣང་ཡོང་ཡ། ཅིག་གིས་ཕུད་ཀྱི་དོན་དག་མེད་པའི་ཁོང་ཁྲོ་ལང་ཡ་དེ་ཚོའི་གྲས་དེ་ཉུང་རུ་འགྲོ་ཡ་ཞེ་བོ་བྱུང་གི་འདུག་གདའ། ཉོན་མོངས་རང་བརླག་ཕུད་ཀྱི་ཁ་བརྡའི་བྱ་ངན་དེ་སྡུག་སྙིང་གིས་འདའ་བ་རེད། ཏན་ཏན་ཕན་ཐོགས་འདུག་ཤེས་སོང་ང། ཉི་མ་གཅིག་ལ་ཡོང་ཐུབ་ཀྱི་མ་རེད། ཤེས་སོང་ང། ཆུ་ཚོད་བཞི་རྩ་བཞིའི་རིང་ལ་བསམ་བློ་བཏང་བསམ་བློ་བཏང། ཉིན་མོའི་ཁོངས་ལ་བསམ་བློ་དགའ་རོགས་བཏང་པ་ཡིན་ན། རྨི་ལམ་གྱི་སྐབས་ལ་ཡིན་ནའི་ཡང་བསམ་བློ་དེ་སླེབས་ཡོང་ངེས་ཅིག་ཡིན། འདུག་ཟེར་ན་ཧ་ལམ་ཧ་ལམ། ཆུ་ཚོད་བཞི་རྩ་བཞིའི་རིང་ལ་འདུག་ཅེས་བསམ་བློ་བཏང་པ་ཡིན་ན་ཨེ་ནི་དཀའ་ལས་དཀའ་ལས་ང་རང་ཚོའི་བློ། ཉོན་མོངས་པ་ཉོན་མོངས་པའི་ཕྱི་ཚོད་ནང་ཚོད་ཞེས་ཡོད་དེ་ངས་འདི་དཀའ་ལས་དཀའ་ལས་ལ་འགྱུར་བ་ཐེག་ཡ་ཅིག་ཏན་ཏན་ཡོད་རེད། འདི་ངས་བ་ད་བརྒྱ་ཆ་བརྒྱ་ཐམ་པ་ཐག་བཅད་ནས་ལབ་ཐུག་རེད། ང་ཉམས་མྱོང་ཆེན་པོ་ད་མེད་དེ་ཡིན་ན་ཉམས་མྱོང་ག་ལ་གང་འཚམ་ཅིག་ཡོད། བ་ད་དངོས་སུ་སོ་སོ་མྱོང་བ་ཡིན་དུས་ཙང་ནས་སོ་སོ་གཏན་འཁེལ་ཚོད་ཐིག་བྱས་ཡོང་གི་འདུག་ག།